ང་རང། བློ་གསལ་བསྟན་འཛིན། ལགས། རིན་ཆེན་ལྷ་མོ་ལགས། བྱོན་ནོར་གཡུ་ཐོག་ལགས། ཀརྨ་རྒྱ་མཚན་ལགས། བདེ་ལྡན་ལགས། བཀྲ་ཤིས་ཚེ་རིང་ལགས། རྟ་ར་སྒྲོལ་མ་ལགས་ཁོང་རྣམ་པ་ཚོ་གི་དང་ལག་སྟོན་སོགས་རྣམ་པ་ཚོ་ཚང་མར་ཐུགས་རྗེ་ཆེ་ཞུ་ཡི།
ཐོག་མར་རྒྱལ་སྤྱིའི་དཔལ་རང་བཙན་འབྲེལ་མཐུད་ལས་འགུལ་གྱི་ལྷན་ཚོགས་ལ་ངེད་ཀྱི་འཚམས་འདྲི་ཨ་ཡ། གསར་བཟོ་བྱས་པ་ལ་མཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། དེ་ནས་ད་སྤེལ་མ་ང་ཇི་འདི། ཨ་ནེ་དགོངས། བློ་བཟང་དཔལ་ལྡན་མཆོག་ལ། བཀྲ་ཤིས་བདེ་ལེགས་ཟེར་ནས་ཞུ་བ་ཡིན། ད་ངེད་ཀྱི། ང་རེ་ག་ལྟ་སྟངས་དང། བསམ་ཚུལ་ཟེར་བར། ད་བྲོ་བ་ཅིག་ཆགས་ཀྱི་ཡོད་ད་མེ་ཤི་ཏག་གི་ཧ་གོ་མི་འདུག་རུང། དེ་འདྲ་ཡིན་ཚ། ད་ད་ལྟ། ཨ་ནེ་རྒྱལ་ཆུ་དཔའ་བོ་སློབ་དགའ་རང་བཙན་གྱི་ཀ་ལི་མེ་དྲ་ཐོས་ནས་གི་ད་ང་ཚོ་དངོས་གནས་གི་ཚ་པོ་ཚ་པོ་བྱེད་ད་ད་འགྲོ་དེ་གོ་རོ་དེ་འདྲའི་གི་ཚབ་ལ་ཨ་ནེ་ད་ང་ཚོ་བཅུ་གི་ཞི་དུལ་ཡིན་ན་འདྲ་ཨ་ནེ་སྐྱེ་འཕེལ་ཡིན་ན་འདྲ་ད་འདི་རྒྱལ་ད་གལ་ཆེ་ཤོས་ད་ད་ད་ས་གནས་འདྲ་བྱེད་པས་ན་ཨ་མི་རི་ཀ་ལ་ས་གནས་ཧ་ཅང་གི་ཨ་ནེ་གནད་འགག་ཆེན་པོ་ཞུ་བྱེད་ད་ང་རེ་གི་མཐོང་དེ་གི་དོར་བ་དེ་འདྲ་ཡིན་ཙང་ཨ་ནེ་ཨ་མི་རི་ཀ་འདྲ་ཡིན་ན་ད་དང།

ཨ་རི་ལ་ཡང་ཞོ་བ་རྒྱག་དགོས་ཡིན་ན་འདྲ་ཨ་ནི་ང་ཚོ་ག་འདྲའི་འདྲ་བྱེད་དགོས་ཡིན་ན་ཞུ་ཚུལ་བྱེད་དགོས་ཡིན་ན་འདྲ་ལན་གྱིས་ན་ཟེར། དེ་འདྲའི་སྐོར་ལ་ཨ་ནི་བྱས་པ་ཡིན་ན་གལ་ཆེན་པོ་དེ་མཐོང་གི་འདུག་དང་མཐོང་གི་མི་འདུག་ཟེར་ནས་གཅིག་དེ། གཉིས་པ་དེ་ཉིད་ཀྱི་ག་རེ་མཐོང་གི་འདུག་ཟེར་ན་ད་ང་ཚོ་རང་བཙན་དེ་ངོ་ནས་བཤད་པས་ན་ང་ཚོ་རང་བཙན་བརྩད་ཆ་ང་ཚོ་བརྩད་མ་བརྩད་གཅིག་བཤད་དེ་བོ་རེད་རྒྱ་མི་གི་ཁྲོ་བོ་རེད་ངོ་ནས་རེད་བརྩད་དགོས་ཡ་ལ་མ་རེད་ང་ཚོ་དེ་ཡིན་པ་བྱ་བ།

བཙན་བྱོལ་གྱི་ལས་དགུ་བཅུ་གོ་རྒྱིན་ལོས་ལོས་རེད་ལོ་གཅིག་ཤོས་ལོས་རེད། ཁོང་འདྲ་བས་ན་ཕེ་ནོ་ལོ་ལོ་དཀའ་སྡུག་མྱོང། ཨོ་སང་ལོ་རྫོགས་ནས་བཙོན་བྱོལ་ལོས་ལས་ཡོད་རེད་དེ་ཆོས་དུས་ང་གཉིས་རྒྱལ་ཁབ་ཀྱི་འཐབ་རྩོད་ཀྱི་ཆ་ལས་ས་ནུས་ཀྱི་ཕོ་དང་སྟབས། རེ་བ་དེ་ཨང་ཁོང་ལ་ཡ། མ་འདྲ་ཅིག་ཡོད་དགོས་ཀྱི་རེད་དེ། ཡིན་པས་ནས་ད་ལྟ་ཁོའི་ཀ་མེན་ཆ་ཚང་ལྷད་ཡོད་དུས་ཀ་ལ་ཡ། གཅིག་ནི་རྒྱ་ནག་གཞུང་གི་དཀའ་ངལ་མི་མི་སྤྲོད་པའི་བརྒྱུད་རང་ཡིན་ས་རེད་སྙང་ཆུང་ཆུང་འདྲ་པོ་བྱས་ཙང་རི་ཁུལ་འདྲ་པོ་བྱས་ལ་མ་ཕོག་འདུག་བ། འཐབ་རྩོད་ཟེར་ཏེ་ངས་དེ་འདྲ་རང་ཕོག་ཡ་ཡོད་མ་རེད་དྲིས་འུ་ཐུག་ཚེ་བྱོས་དུས་ང་ནང་བཞིན་ཨང་ཁོང་ལས་ཡ། དགའ་མོས་བྱས་ཏེ་ངས་དེ་ཡིན་དེ་གཙང་དུ་མ་སེ་བོད་ནང་ལོག་ལུས་ཚེ་ཤི་སོགས་ཆབ་སྲིད་ཀྱི་དཀའ་སྡུག་འཕྲད་ལུས་ཡོང་ངས་གང་ག་ལས་ཡ་ཤོད་དུ་དགོས་ཁྱོད་རྣམ་པ་ཚོས་ང་ཚོའི་དགེ་བདེ་ལྟ་ས་ཡིན་དེ་ག་ལ་ཉིན་རྟབ་བློ་རྟབ།

ཡུ་ཀུ་རེན་དང་ར་ཤི་ཡ་གཉིས་གཏོགས་པའི་སྐོར་ལ་ང་འདྲ་བོ་ཀྱིས་ན་ག་དུས་ཡིན་ན་ཡུ་ཀུ་རེན་ཐུག་རུབ་ཀྱི་ནང་ཟིག་ཡིན་ཟེར། ག་རེ་བྱས་ནས་ཡུ་ཀུ་རེན་ཐོབ་པ་ཡིན་ན་བཙོན་འཇུག་ལ་བརྡ་ལན་མང་པོ་ཅིག་འཕྲད་ཀྱི་རེད་ཟེར། རྒྱ་ནག་ལ་གང་བྱས་འདུག་པ་མ་རེད་རྟའུ་ཆུན་པོ་རེད་ང་ཚོའི་བོད་མིས་བྱས་འདུག་པོ་མ་རེད་ཟེར་ནས་གཉའ་བཅག་བསྡད་དང་སེམས་ཤུགས་བཅག་བསྡད་ཅིག་ཡོང་དུ་མི་འདུག་བ། ཡུ་ཀུ་རེན་གྱིས་དང་པོ་ར་ཤི་ཡ་ལ་གཏུགས་དུས་ཁོ་ཚོ་ལ་ཡ་རྒྱོ་ཆོས་བྱེད་མཁན་དེ་དབྱིན་ཇི་ཡིན་པ་རེད། ག་ཡང་བྱས་ཡོད་མ་རེད། མགོ་ལ་སྐྱག་ཁྲ་འདྲ་པོ་ཞྭ་མོ་འདྲ་བོ་དེ་ཉིས་བརྒྱ་སུམ་བརྒྱ་དེ་འདྲ་རུལ་པ་བྱས་ནས་བསྡད་དགོས་འདུག་བ། འཇིགས་སྐུལ་གཞན་དག་ཚུད་ཀྱིས་ཡུ་གུར་རིགས་ཀྱི་སྲིད་འཛིན་ཡང་ཤུ་ལུ་ལུ་བྲོས་བཞུགས་སོང་བ་རེད་བ། ཁོང་ཁོ་རང་བྲོས་ཡོད་མ་རེད། རྒྱལ་ཁབ་དེ་གི་རྒྱལ་གཤིན་ལྷ་བསང་རྒྱལ་ཁབ་དེ་སྲུང་སྐྱོབ་བྱེད་དུས་ཁོ་གནས་ནས་བསྡད་བ་རེད་བ། དེ་བཅས་ཀྱི་སྟབས་ཆེན་རྒྱལ་ཁབ་ཡིན་ཟེར་མཁན་འདི་འདྲའི་གཅིག་ཉང་དུ་ལུག་ལྔ་ལྷག་ཟེར་གཅིག་གིས་ཐོ་ཚོད་བྱས་ནས་ད་དང་ད་ཉི་མ་ཉི་མ་ལ་གནས་ཚུལ་བལྟ་ཡོང་དུས། ཁུ་ཚུར་གྱིས་གཟི་བརྗིད་ཆེ་རུ་ཆེ་རུ་ནུས་པ་ཆེ་རུ་ཆེ་རུ་འགྲོ་གི་འདུག་ཨ། དེ་གནས་སྟངས་དེ་ག་རེ་ཐུག་ཡོད་རེད་ཡུ་ཀུ་རིན་ལ་ཡ་མ་ཚ་འདུག་ཚོང་འདུག་ཁེ་ཕན་དེ་རེད་མི་འདུག་ཨ། ཡུ་ཀུ་རིན་གྱི་མི་མང་དེ་གའི་ལྷག་བསམ་ང་ཚོས་བོད་ཀྱི་གཏམ་དཔེ་བྱོས་ཕོད་སའི་མི་ལུས་ཐུག་ནས་དམག་ལ་འགྲོ་དགོས་ན་འགྲོ་གི་ཡིན་ཟེར་བ་ནང་བཞིན་ཡུ་ཀུ་རིན་གྱི་བུད་མེད་དངོས་གནས་དྲང་གནས་ཀྱི། སྲིད་སྤྱི་ཀྱི་འདོད་ཚུལ་མི་འདྲ་ཁོ་ནི་དམག་ལ་བགྲོད་དུས་ཚེ་འདི་ཤར་གྱི་འཛམ་བུ་གླིང་ཡིན་མོད་ཀྱི། འཛམ་བུ་གླིང་དེ་གའི་རུས་པ་ཅན་དེ་ང་ཚོ་ནང་ཆོས་ནང་བཞིན་ཞང་ཉིན་གཅིག་ཁོ་ནས་ལྟ་ངན་ཉུང་ཉུང་ཞིག་གདའ། ཁེ་ཕན་དང་སོ་སོ་རྣམ་ལང་འགྲོ་མ་འགྲོ་དེར་དེ་བྱེད་དུས་སྐབས་ལ་ཡ་རྒྱ་མིན་གྱི་དེ་གའི་སྐྱེས་པ་ཡིན་པས་ན་རྒྱལ་ཁབ་གཞན་དག་ཚུགས་དུས་དེ་ངས་གལ་ཆེན་པོ་མཐོང་གི་མེད། གཉིས་པ་དེ་དང་འབྲེལ་བའི་ཐོག་ནས་དཔེར་ན་ང་ཚོས་དགོངས་པ་ག་རེ་བཞེས་དགོས་ཟེར་ན་ཡིན་ཏེ།

ཚེ། ང་རང་ཚོ་གི་ལོ་རྒྱུས་ཀྱི་དང་བོ་ཡོད་པ། ལོ་ཉིས་སྟོང་ཙམ་ལྷག་གི་ལོ་རྒྱུས་ཀྱི་གཏན་ཕོག་ཡོད་པ། འཛམ་བུ་གླིང་ལ་བདེན་པ་བཤད་ས་ཡོད་པ་དེ་ཡིན་ན་ང་ཚོ་བདེན་པ་ལ་བྲོས་ན་ཡག་མི་འདུག་བས་བསལ་ཏེ་ངས་ལྟར་ན་དེ་གལ་ཆེན་པོ་མིན་འགྲོ་བསམ་བོ་དེ་དྲན་པ་རེད། དེ་ཡིན་པས་ནས་ངས་མཐའ་སྟོང་དེའི་རྣམ་པ་ཚོ་ཆ་ཚང་ལས་ཡིན། ག་རེ་ཟེར་ན། མི་རིགས་གཅིག་གི་འཐབ་རྩོད་བྱེད་མཁན་དེ་ལས་ཐོག་མ་མི་དེ་ལ་ཡང་མི་རིགས་དེ་གའི་མཐོ་ཚད་དང་འབྲེལ་བའི་ཐད་ནས་ལྷ་བསང་དགོས་ཀྱི་རེད། ལྷ་བསང་གཙང་མ་འགས་འགྲིག་གི་མ་རེད་སེམས་ཤུགས་དགོས་ཀྱི་རེད། སེམས་ཤུགས་བཅོམ་པ་འགས་འགྲིག་གི་མ་རེད་དེ་ལ་ཡང་སྤོབས་པ་དགོས་རེད། དཔེར་ན་འཛམ་བུ་གླིང་གི་འབོ་སེང་ཚལ་དེ་ཕྱི་བར་བར་ཙེ་མ་འགྲོ་གི་ནི་ཁོ་ཚེ་དེ་གཟུགས་སྐུ་རྟགས་ཆེན་པོ་འདུག་ཁོ་གཅིག་འདུག་གཉིས་འདུག་ཟེར་ན་ཡོང་བ་ཁོ་རང་མི་འདུག་བ། མི་བཙོང་ནས་རྩེ་ལ་ནང་བཞིན་མི་རིགས་གཅིག་གི་འཐབ་རྩོད་དེ་དེ་གསུམ་ཚོང་པའི་ཐོག་ནས་འགྲོ་ཡ་རེད།

དེ་རེད། རེ་བ་མེད་ན་ནི་ང་ཚོ་རེ་བ་ཡོད་སར་ཕྱིན་ལ་འགྲོ་དགོས་དུས་གང་ལ་རེ་བ་དེ་གོ་ཉེན་ཡང་ཕྱིན་རོགས་ལུས་རྒྱུས་ཧ་གོ་གི་ཡོད་རེད་བདག་དབང་ཧ་གོ་གི་ཡོད་དུས་ངན་བཏང་ན་ནི་མཐའ་མ་དེ་སོ་སོའི་སྒེར་སོ་སོའི་གི་ལ་ནོན་པ་མེད་པ་ཡིན་ན་ཡང་བདེན་པ་དེ་ལ་གྲུབ་པ་ཡིན་ན་ནི་འགྱོགས་ཆོས་རག་གི་རེ་བ་ཟེར་གི་འོ་དེ་ཡིན་ནའི་ཐུགས་ཆེ།